ལྟ་མཁོ་རྣམ་པ་བདེ་མོ་ཡིན་ན། དུས་ཀྱི་གླེང་མོལ་ལེ་ཚན་ལ་གཟིགས་པར་དགའ་བསུ་ཞུ། དེ་རང་གི་བརྗོད་གཞི་ཡིན་གྱི་ན། རྟགས་མའི་རྒྱབ་ཀྱི། རྔུལ་ཆུའི་གཏམ་རྒྱུད་ཞུ་བ་འདི་ལྟ་མཁས་པའི་དད་དང་འདི་ཕྱོགས་ཁ་བརྡ་རགས་ཙམ་ཟིག་ཡོད་ཀྱི། ཞུ་ནས་ཨ་འུ་ཆིའི་ལེ་ཚན་གྱི་འགྲོ་རིམ་ལྟར། རྣམ་པ་གཉིས་ཀྱི་རང་རང་མཚམས་སྦྱོར་གཟུགས་མེད། གཏན་འཁེལ་རྣམ་པ་ཚང་མ་བདེན་མོད། ང་མཚོ་སྔོན་ཞིང་ཆེན་གྱི་ལུས་རྩལ་པ་བཀྲ་ཤིས་ཡོང་འབུམ་ཡིན། ངའི་ཕ་ཡུལ་ཡིན་ན་མཚོ་བྱང་རྐང་ཚ་གི་ཡིན།
གཏན་འཁེལ་རྣམ་པ་བདེན་མོ་ཡིན་ན་ང་ལུས་རྩལ་པ་ཆེ་ཡང་སྐྱེས། ངའི་ཕ་ཡུལ་མཚོ་བྱང་འདབ་བཞི། རྣམ་པ་གཉིས་ཡིན་ངའི་ཆུ་བོ་དུས་བཅད་གླིང་མང་གི་ལེ་ཚན་གྱི་བཅར་འདྲི་འདིའི་སྟེང་ལེན་ནུས་བཀའ་དྲིན་ཆེ། ཁར་སང་ར་འུ་ཆུ་ཐུག་ནས་རེད་ཁ་བརྡ་རགས་ཙམ་ཟིག་ཡོད་ཡིན་ན། ད་འུ་ཆིའི་མུ་མཐུད་དུ་ཁ་བརྡ་ཡོད་འགྱུར། ད་ཚང་མིག་ཤེས་ནི་རེད་ཆེ་ཉེ་ག་ཡིན་གྱི་ན་དེ་ལང་ན་ག་ཆེ་ལིག་ལིས་ཙི་པ་ཡིན་ནི་རེད་རེད་ལ་ཟེ་ར་ད་ལིས་ཤོར་གི་ལིས་ཙི་པ་མ་རུ་མོ་ད་མང་ཚོགས་རུ་ག་དུས་ཤོག་ག་སྤྲོ་བ་ཡོང་ནི་རེད་སྤྱིར་བཏང་གི་ཉག་གཟུགས་ཆུ་གཟུགས་ཡིག་སོང་ཡིན་ནི་ད་ཆེ་ལིག་ལིས་ཙི་པ་གི་ལོག་ནི་རེད། ད་གི་ང་ཆུ་སོབ་ཏྲ་གི་ད་གི་ལིས་ཙི་འདྲ་ཆོག་གི་ད་མོ་གཟུགས་དེ་ཡིན་ནི་མོ་ད་ང་དེ་ཅིག་ཤེས་གི་ད་ཡང་དུ་ནི་ང་ཆུ་ད་འདོ་བ་གི། ནལ་གྱི་རྩེ་འགྲན་སོགས་སུ་གོ། དེ་འདེམས་ཐུབ་སོང་བས་ད་ང་འདུ་བ་གི་ལུས་རྩལ་གི་ལྟས་ཤིག་བཟུང་བས་དེ་ནས་ཡང་སྔ་ར་ད་རྒྱལ་ཡོངས་གི་མཐོ་སྒང་གི་དུམ་བུ་གི་མཉམ་འབྲེལ་ལས་ནོར་གི་མཐོ་སྒང་ས་གནས་གི་དུམ་བུ་འགྲན་བསྡུར་བྱེད་སྒོའི་སྐོར་གི་ལྟས་འདེམས་ཐུབ་ད་དེ་ནས་ང་ད་དེ་བཟུང་བས་དེ་ནས་ད་ངས་ད་གཟོད་ད་ལུས་རྩལ་ཞིག་གོ་ནི་འདི་ཅིག་སློབ་སྦྱོང་གི་ཧ་ན་ཅིག་ལུས་རྩལ་ཞིག་ཡོད་ནོ་ར་སློབ་སྦྱོང་གི་ཧ་ན་ལུས་རྩལ་ཞིག་གོ་ནི་གི་འདི་མི་རྣམ་གྲངས་ཟིག་ར་འདི་མོ་གི་ཅིག་ད་ང་སློབ་ཆུང་ནང་ན་བྲེལ་ང་ད་གི་ཟིག་རྒྱུགས་རྒྱུགས་ག་ནི་ཟིག་རེད་ཏིག་ཏང་སློབ་ཆུང་ནང་ན་ད་འདྲ་འདིར་ཆུང་ཆུང་དུ་མོ་མང་ཡོད་ཁུ་མོ་ད་དེ་ནང་ནས་ཨང་དང་ཉི་ཨ་ཏི་གི་གླིང་ངེ་ད་ཏི་གི་ངེ་ཆུ་སློབ་ཆུང་གི་གེར་གིང་གི་ད་ང་རྒྱུགས་ན་ཧྲ་གི་ཟིག་འདུ་བ་གི་སློབ་གྲྭ་དེ་ནང་སྐྱ་དང་ད་ང་རང་གི་ལུས་རྩིག་གི་འདི་མགོ་དི་ནས་བསམ་ནས། རེད་ད་ཆ་ཉི་ག་ཡིན་གྱི་ན་ཐོག་མར་རང་གི་ལི་རྩི་གི་ཤོག་པ་ཆད་ནས་གཟུགས་ནི་ད་ར་ཟིག་ཤེས་གི་མེད་གི་རེད་ལ་དམིགས་ཡིག་ཟིག་ཆད་ལི་ལི་རྩི་བབ་བྱ་རྒྱུ་དུ་མོ་ར་རང་གིས་དྲན་གི་མེད་གི་ད་དེ་གི་ཆེད་གི་ཆི་ཉི་ག་བརྒྱུགས་ནུ་ངར་ནུ་ཆད་ནུ་ཉི་ན་གི་ཤི་ནི་ད་ཆི་ཉི་ག་ཟླ་འདྲེ་ཡིན་གསུངས་ནུ་དུ་མོ་ཟིག་རེད་ལ་ཟིག་ར་རེད་རེད་རེད་ད་ཆེན་ཡང་སྐྱེས་ཡིན་གྱི་ན་དེ་རང་ནང་ཀ་ད་འཛམ་གླང་རང་བཞིན་གི། ཚོ་སྙན་གྲགས་ཅན་ཟིག་ཆེན་ནི་རེད་རེད་ལ་ཨོ་རྩལ་འགྲན་ཚོགས་ནང་ཞིག་ཐུབ་ནོ་ཚང་མ་ཡིན་ནི་མ་རེད་ཨ་རེ་ད་གདམ་སི་ཡིན་ནི་ད་མཆོག་གི་ནང་གི་མཆོག་གདམ་མི་འགྱོ་གི་ནི་ཟིག་ཡིན་ནི་རེད་ད་མི་རྒི་ཁུག་གི་ད་བོད་གི་བཤད་ཡི་རི་ག་ཡིན་གྱི་ན་ར་ད་སོང་ཡིན་ནི་འདི་རྒྱུག་ཟིག་ཅིག་ཡོ་ནོ་དུས་ནང་ང་སོང་ན་ཡང་རང་གི་མི་ཚེ་གི་རིན་ཐང་གོ་སྐབས་ལྡན་སོང་ན་ལྷན་སྐྱེས་གི་ནུས་བ་ར་འདི་རི་ག་ལྡན་སོང་ན་ཡང་ཅིག་མངོན་ཐུབ་ནོ་ཡིན་ན་དུ་མོ་གི་འདི་ཤེས་ཚེ་ཟིག་ཆག་གི་དོག་གི་ཡ་དུས་ཤོག་ཅིག་མི་ཤེས་རྣམ་པ་གཉིས་གི།

ཅིག་སྦྱང་ཡིན་ཅིག་ཤེས་ནུས་ཅིག་ནས་ད། འདི་ལྟར་ཅིག་ར་ཞེས་པའི་དུས་སུ་ཟིག་ཅིག་དོན་སྙིང་དང་མི་ལུགས་ཡིན་ཁ་ཟིག་རེད་དེ་ནས་ད་ངས་དུ་ཅིག་སྦྱང་ཡིན་ལྟས་ནས། རེད་ཆུ་རིང་གིས་བལྟ་རྒྱུ་ན་ཆུའི། ཕ་ཡིག་གི་མྱི་ཡིན་ན་ཆོག་གི། འུ་ཆུ་མཚོ་ངན་ཞིང་ཆེན་གི་མྱི་ཡིན་ན་ཆོག་གི། འདི་ཞོག་ཧ་ཧན་ཤིག་ཤིག་ཨི་ཡོག་གི།
ང་རང་གི་མགོ་མ་མགོ་ཡིན་རྒྱུ་ན་ད་ཤི་ཤིག་དེ་རུ་མེད་ཁ་ཟིག་རེད་མི་ཤེས་གི་ཚུར་སྐུ་ནི་ང་རང་གི་ཡིན་རྒྱུ་ན་ར་ད། ལུས་ཚིག་གི་ཕྱོགས་ནས་ད་ཚུར་སྐུ་ནི་རུ། ཨང་ཀི་དང་མཐོང་བོ་མེད་ཁ་ཐུག་དང་གཞིགས་ནས་ད་ང་ཉིས་སྟོང་གཅིག་ཉིག་ལོ་ཞིག་ཉི་ཨ་ལང་དང་ཐུག་དང་བཤད་རང་ལོན་དོན་ཨོར་ཏོན་དྲ་ལོན་དོན་སློབ་གྲ་ནང་ན་བོད་གྲ་སློབ་མ་དར་མེད་ཁུ་མོ་ཐུག་དང་ང་བཤད་རང་རེད་ད་ཁ་རེ་ཁུ་རེ་ཡོང་གི་ཡོད་ཁོ་ཡོང་ན་ར་ད་ཚུ་སྐུ་ན་ཨ་ཅི་ཅང་བཤད་ངས་ཁྱོ་ཤི་ད་ང་འདི་ན་ཡོང་ནས་ཐུག་ན་སེམས་གི་ནང་ནས་ཚུ་སྐུ་ན་ད་དོན་དག་འདི་ད་ངས་འབྲི་ཡོད་ཅིག་འགྲིག་སོང་ཟིག་ལམ་དུ་ད་ཚུ་སྐུ་ན་ད་རང་རང་གི་ཚུ་གི་ཅིག་ཧྲ་ལ་ཡིད་ཅིག་འཇོག་དགོས་གི་དུམ་གི་སྣང་བ་ཟིག་ཡོད་ཁུ་རེད་ད་སྤྱིར་བཏང་གི་མི་གཅིག་གི་སྟོབས་ཤུགས་ཀྱི་ཁོར་ཡུག་བསྒྱུར་རྒྱུ་དཀའ་ནི་རེད་ཚང་མས་ཤེས་ནི་རེད་ཡིན་ན་འདི་ཕྱི་གཉིས་རྫུན་རེད་ཡིན་ན་ར་མིག་དཔེ་གཟུགས་ཀྱི་ཁོར་ཡུག་ལ་ཤན་ཤུགས་ཐེབས་གི་དི་རེད་ལ་ཟེར་ར་རེད་ད་གི་ཆེ་ཆེ་ཆུ་ཆེ་ལས་གི་ཤོག་ཁ་བརྡ་ཡི་ཆུ་ཡི་སྔོན་ཆེ་ཆེ་ཆུ་སློབ་གྲྭ་ནང་གི་བརྒྱུགས་ནོ་ད་རང་འདི་གི་རྒྱུགས་གོ་གི་རེད་གྲོང་མི་སྐུ་དྲག་ཆེ་ལས་གི་ཆེ་ཆུ་རྟིལ་འདྲ་མོ་དུ་མོ་ད་ཅིག་ཐུམ་འདྲ་མོ་དུ་མོ་རྩིབ་མེད་གི་རེད་ལྷན་ཅིག་རང་གི་རྒྱུགས་རྒྱུགས་དུ་རྐྱང་རྐྱང་རེད་ལ
ཆེ་ལས་སློབ་གྲྭ་ནང་འོ་སོང་ན

ད་གཟོད་ད་ཅིག་ཆད་ལུས་ཀྱི་རང་བཞིན་གྱི་འབྱུང་བ་དེ་ཞིག་ཡིན། ད་ཁྱོད་ཉིན་རྒྱུན་གྱི་ཁྱོའི་ཟ་མ་ཡིན་ན་ཆོག་གོ། ད་ཁྱོད། ད་འགྲོ་འདུག་ཤི་གསུམ་ད་ཁྱོད་མ་ཤོར་རྒྱུ་ལ་ཚོགས། དོན་དག་ཚང་མ་ད་ཅིག་འདི་གི་ཚོད་འཛིན་ནི་དགྲ་བགེགས་ཀྱི་འཆར་གཞི་ལྟར་འགྱུར་དགོས་ནོ། དེས་ན་ད་གཟོད་ད་ཅིག་ལུས་ཞིག་གི་ཆད་ལུས་རིགས་ཁག་གི། མགོ་བཙུགས་བསམ་མནོ་དུ་མ་བཙུགས་རེད། བཀག་གི། ད་ཐོག་མར་ད་སྔོན་མ་ཡང་བཀག་གི་རེད་ད་ཤི་གི། ད་ཕ་ཁྱེར་ད་སྐབས་ཤི་ར་ཤིར་འདང་རྒྱབ་ན་ར། ད་སྐབས་ལྷག་པར་དུ་སྦྱོང་བ་ངའི་བཀའ་ནི་རེད་གྲ་ཡིན་ཡང་ད་སྐབས་འདང་རྒྱབ་ན་ད་དང་མ་སོ་མ་སྦྱོང་བའི་གོ་སྒྲིག་གི་སྐབས་དུ་ད་ད་ལི་ཙི་གི་ད་མགོ་ནས་ལས་སྔ་མ་ཐུག་གི་ཡོང་ན། ཆེས་དཀའ་གནོད་གི་དུས་སྐབས་ཟིག་རེད་ཟེར་ན་ཆོག་གི། ཉི་མ་རེ་ཆེན་མོ་རེ་བཞེངས་དགོས་ནི་རེད།

ད་སྔ་རང་གིས་ན་ལོ་རེ་རེ་རང་གིས་དམིགས་འབེན་ཆུང་ཆུང་རེ་བཞག་གིས་དེ་སྐབས་དེ་སྐབས་ཡིན་ན་དམིགས་འབེན་ཆུང་ཆུང་རེ་བཞག་གིས་དེ་བཏང་ན་ད་ད་གཟོད་རང་གི་དམིགས་འབེན་དེའི་ཕྱོགས་ཀ་སོང་ངས་དེའི་ཕྱོགས་ཀ་འབད་ན་ད་ད་གཟོད་ཁྱོད་མི་འདའ་རྒྱུ་གི་སུ་གོ་ནར།

ཧོང་ཅེ་ཟི་ནོ་ཅི་རི་ཧུང་གུང་དུ་འཇི་ན་ཕར་ཤི་ཟིག་རི་རི་ཡེ་ན་བདེ་སྙོམ་ཟིག་ཡེ་གོ་ནི་རི་ཡ་རི་ད་ཆི་ཆི་ཇོང་དུ་རེ་གོ་རི་ཁར་སང་ཆི་ཁ་བདའ་ཡེ་ད་རྔུ་ཆི་འདི་བཞུར་གི་བཞུར་གི་སྐམ་འགྱོ་གི་རེ་ལ་ཚི་དེ་ཐོན་ག་དེ་ཤོག་ཅིག་མི་བྱེད། ད་ང་ལྟ་བུ་ཟིག་ན་སྤྱི་ལ་སྔ་ཕྱི་གི་དེ་རྣམ་གྲངས་དེ་སྦྱོང་བ་གོ་གི་རེ་དེ་དང་ན་ད་ཉིན་རྒྱུན་གི། འབྱུང་བ་གི་དུས་ཚོད་འདྲ་སྤྱི་ལེ་ཡང་མང་ཟིག་འཇོག་གི་འདུག་ད་ང་ལྟ་བུ་ཞིག་ན་ལྟ་བུ་གན་ཁ་བར་ཆེས་མང་ན་ཉིན་ཞིག་ལ་སྤྱི་ལེ་བདུན་ཕྱིན་འཇོག་གི་འདུག་ཐུབ་མོད། སྤྱི་ལེ་བདུན་ཕྱིན་སོང་ན་ད་ཕ་ཁྱེར་སྤྱི་ལེ་བདུན་ཕྱིན་སོང་ན་ད་དུས་ཚོད་ད་དྲུག་གི་ཟུག་དུ་མོ་ཟིག་ལ་འཇོག་གི། དེ་ལྟ་ན་ད་དུས་བར་ད་ཁྱི་ཆེས་མང་ཟིག་མཐོང་གི་ཁྱི་ཆེས་མིན་ན་ཨ་ཆོས་ཉིད་ད་ཡི་སྟངས་ཆི་དགོས་ག། ཆེས་མང་མཐོང་ན་ད་ཆི་དུ་ཤེས་ར་དངུལ་ད་དངུལ་ཆི་གི་ལོག་གི་ཤེས་ར།

ད་གཞུང་ཨ་ཀྱི་མིང་སྲུང་བྱེད་ཅིག་སྲུང་ར་མོ་ཟ་ཀི་ཡོད་ཁི་ར་ཡིན་ཡང་ད་ཨིག་ཐག་ར་དུ་ཇེ་ཧྲང་སྲུང་ཇེ་ཧྲ་སྲུང་ཡིན་དེ་ཡི་གོ་སྐད་འདི་ཕྱི་འགྱོག་གི་དེ་ངི་ཆུ་དེ་ན་འགྱོག་འགྱོག་ནི་རེད་ཡ་ཆའོ་ད་སྤྱི་ལེ་ཐུང་ག་དེ་དང་ན་ངི་ཆུ་དེ་ན་ཤི་གི་མྱུར་ཚིལ་གི་ད་ནི་ངི་ཆུ་དེ་ན་འགྱོག་ནི་རེད་ཡ་དེ་ཁོ་གི་འདི་ཡང་རང་གི་དཀའ་དཀའ་ངལ་འདྲ་མོ་འདྲ་ནི་མ་རེད།

ཆད་ནོ་ར། དེ་བྱུང་མི་གཅིག་ནི་གཟུགས་རེད།
སྔོན་སོར་ཁྱེད་ཀྱི་དང་བོ། ད་སྨན་ཟིན་ན་ཆོག་གི་དང་བོ་ཡོད་རྒྱུ་ཡོད་ནི་རེད་དྲ། སྐེ་རྩི་བྱེད་འགོ།
ད་ནང་ན་ཞིག་སྐེ་རྩི་བྱེད་འགོ་དེ་མཐོང་ལགས་ན་ད་ཧོང་རང་གི་ཧོང་རུ་ནོར་གི་ར། དེ་བ་གང་བྱོ། ལིས་ཙི་གི་ཕྱོགས་ནས་དེ་གོ་ཆོད་ལ་རེ་ཡིན་ན་ཆོག་ནི་མ་རེད་མོ། དེ་དང་ན་ད། མི་ཆོ་དེ་གོ་ཆོད་དུ་མོ་ཡིན་མ་ཐུབ་ན་ད་ཧོང་དེ་ད་ཞིག་སླར་གསོད་རྒྱུ་ད་ཞིག་ད་ནི་རེད་དེ་དང་ན་ད་ཡང།

ཆེས་ཐོག་མ་གི་ཁིར་ཀའི་དགོན་ནི་དུམ་བུ་ཟེར་དེ་ཁོ་གི་ཨ་ཆོ་ལི་ཆེ་ཡིག་མང་ང་ཟིག་གི་ད་རང་གཞིས་འབྲང་ཡི་དཱ་ལི་ད་ཅིག་རྩ་མོ་ས་མོ་ཟིག་འདོག་གོ་ཀི་ར་ལི་རྩིལ་ཟིག་གི་ནང་དུ་ར་ཅིག་ང་ཚོས་བརྟག་ཟིན་ན་ད་ཉིན་གྱི་གི་ཇོང་ང་གི་དེའི་ཟིག་གོ་ནི་ར་ད་རྒྱན་ཁྱུང་ར་ད་ངའི་ཆུ་ད་ངའི་ཁྲག་ཡང་ན་ཚེ་སྲོག་གི་ན་ཆོག་གི་ཆུ་ཟིག་འགྲོ་ཞིག་གི་ཉེན་ཁ་ཡོད་ནི། དེ་ནི་སྔ་ཕྱི་དུ་ཁྱད་གསོད་ལས་བརྡ་ལས་དུག་ཡོང་ནི་མ་གཏོགས་གཅིག་གསང་བ་གསང་བ་ཡིན་ཅིག་འཇིག་ན་འདོད་བྲལ་འཇིག་དང་ཡིན་དུ་མོ་བཟོ་མ་རེད་ཧ། ལུས་རྩེ་རྐྱང་རྐྱང་ར་མ་རུ་ཤ་གང་དང་གང་ཡིན་ན། ཁྱི་གི་འབྲས་བུ་འབུར་དུ་ཐོན་པ་ལང་གའི་ཕྱོགས་ཀྱི་ངེས་ར་གང་གི་ལ་དེ་ཡས་ཀྱིས་ཟིན་ནོ་ད། སྐ་ཆ་ཟ་མོ་ཟིག་རེད་ར་རང་གའི་ལྷན་སྐྱེས་གི། དེའི་ཁྱད་ནུས་ཟིག་ར་དེ་འཕྲོ་ད། རྗེས་ཐོབ་གི་འབད་བརྩོན། འདི་རེད་ལ་དཔའ་མི་ཞུམ་པའི་རྒྱུན་ཆུང་རྒྱུ་རང་རློམ་འདིར་ག་ནས་གཙོ་བོ་ཟིག་རེད་ན་འགྲན་བསམ་ཡོད་ན་ར་ཆོག་གི་ར་ཡང་དེ་ཤེས་ལྡན་འདིར་གི་རྒྱུན་འབྲང་དེ་ཡིན་ན་ར་མི་ཆོག་རྒྱུ་ཟིག་མེད་གི་ཡིན་ན་ཡིན་ན་ར་འདང་རྒྱག་ཡག་ཡིན་དགོས་གི་རེད་ལ་ཟིག་ར་ཡིན་མཚམས་ཟིག་ཨི་རེད་ལྷ་གཅིག་ཡོད་གི་ཤི་ག་དང་ར་ར་འདི་ཤོག་ཨ་ཤ་ཡི་དེ་སྤྲོ་བ་མེད་ན་ཨི་རེད་ད་ཁྱེད་ཀྱིས་ལྷ་གཅིག་དང་འབད་བརྩོན་སྤྲོ་བ་སེམས་བསམ་པའི་སྟེང་ནས་སྤྲོ་བ་འདི་ཆུའོ། རྒྱུད་འདི་རིགས་པ་གི་འགྲེལ་བ་ཅིག་མི་བྱེད།
ཚད་ལྡན་ལས་བྱེད་པ་ཟིན་ཤོག་གི། ད་གི་ཆད་ལུས་ལས་བྱེད་པ་ཟིག་ཡིན་ན་ད། ཁིར་གི་ཚང་དགོན་ནས་གི་ངེ་བོ་ཟིན་ཨར་ཆོག་གི། ཆ་རྐྱེན། འཛོམ་དགོན་ནས་ངེ་གི་ཆ་རྐྱེན་མང་ཟིག་བོ་གི། ད་ཆེས་ཐོག་མང་ཡིན་ན་ད་ལྷན་སྐྱེས་ར། དེ་ཆོ་ནས་ད་ད་འབའ་ཚུན། ད། སྙིང་སྟོབས་རྒྱུན་འཁྱོངས་སྤོབས་སེམས་དེ་ག་ད་དུ་ཆ་རྐྱེན་གཟུགས་ཀ་ངེས་ཅན་ཟིག་ལྡན་ན་ད་ད་གཟོད་ཅིག་ཆད་ལུས་རུ་ཁག་ར་ཆད་ལུས་གི་འགྲན་བསྡུར་མཐོ་རིམ་གི་གནས་སྟངས་བཟུང་ནས་ཅིག་དུས་ཚོད་དུས་ཐོས་གས་ན་ཅིག་དབྱེ་མཚམས་གི་ཟིན་ན་ཤོག་རང་གི་ཅིག་བཞེངས་ཡོད་ནོ་གི་ཚོད་གི་སྐར་མ་ཟིག་ལེན་ཐུབ་ན་དང་ཟིག་རེད། ད་ཁྱེད་གཉིས་ཀྱི་འགྲན་འདིར་ཡིན་ན་ཆོག་གོ་འབྱུང་འདིར་ཡིན་ན་ཆོག་གོ་གཤིས་ཀྱི་འུ་ཚོ་རང་མི་གི་ལུས་སྟོབས་ཀྱི་འདིའི་ནུས་རྩལ་ཆེས་མཐོན་པོ་ཟིན་བཏང་ངེ་ད། སྤྱིར་རྒྱུ་སྤྱིར་རྒྱུ་ཟིན་འདི་ལྟ་མོ་ཐུགས་རེ་ཡོད་ཀྱི་རེད་ཨ་སྟག་མ་གི་ཁྱི་ཟིག་ཡིན་ན་ཡིན་གྱི་ཞིག་དེ་ཡོད་ཀྱི་རེད་སྐབས་དེ་ཁྱི་ཟིག་ཡིས་ད་རང་རང་རང་གི་ལོ་གསུམ་སྐྱེར་མེད་ཀྱི་ད་ངས་རྒྱུན་སྐྱོང་གྱིས་ད་ཚིག་གང་ཐོན་ན་འཐོན་གྱི་ཞིག་བ་གི་ཧིར་གོ། ད་སྟག་གི་རྔ་མ་མི་འཛི་བཟུང་ནས་ཉི་མ་དམག་རྟགས་འཇལ་དགོས་འདུག་ཇོ་དུ་མོ་རང་གི་རང་སྐད་དུ་ཆི་ཟིག་ཡིན། ད་ང་ཚོ་ན་ལྷག་པར་དུ་འགྲན་བསྡུར་གི་ལག་ཀི་ནས་ལས་སུ་གི་རྣམ་གྲངས་བླངས་ནས་ངི་ཆོ་དུ་མོ་ཟིག་བྱེད་དགོས་ནི་རེད། ད་ཆི་ལིང་ཨབ་ཆི་ད་ཉི་གི་ཆི་ཟིག་གོ་ནི་རེད། ཉི་གི་ནི་ཟིག་གི། ད་ནི་ཟིག་གི་ཆི་ཚལ་སྤེ་བི་བེད་ད

བྱུང་ཧ་མ་ར་འཕུལ་མི་ཐུབ་བྱུང་ད་རྐང་ལག་འདི་ཞིག་གཟུགས་ན་ལྟ་འདི་གི་བ་ཁོབ་སོང་ཁོབ་སོང་ངས་ད་བ་གི་འདི་གི་སྐབས་འདི་མོ་ར་ཡོ་ད་འགྲན་འདུར་གི་ཁྲོད་ནས་ར་ཨོ་ད་འདི་གི་འདི་མོ་གཟུགས་འདི་ར་གཟུགས་ཆི་ག་འདི་སེམས་ཁོང་དུ་མོ་གཟུགས་ཨོ་ཁེ་ད་ཤི་གི་ང་རང་གི་རང་གི་ཅིག་སྙིགས་ཆུ་ཕྱིར་འཇོག་ནས་གཟུགས་ན་ལྟ་མོ་གི་སྐབས་དུ་མོ་ར་ཡོ་གི་ར་ཡིན་ཡང་སྐབས་དེ་ཡང་ཅིག་ཡང་དོན་དག་བྱམས་པ་གི་རང་གི་ཅིག་སྒུག་ཤིག་ར་རང་གི་ཅིག་སེམས་ཤིག་འདྲ་མོ་བྱས་ནས་ཨོ་ད་ངས་ངས་ང་རང་གི་ལམ་དུ་མོ་གཟུགས་འདེམས་སྟངས་ཟེར་ན་ད་རང་གི་ཧ་མ་ཡིན་ན་ཅོག་རང་གི་དགེ་རྒན་གྱི་ཡིད་ཆེས་ད་ལས་བདེ་འདུག་བྱ་ཐོག་ན་ད་རང་གི་ཚོ་ནར་རང་གི་ཚོ་གི་རང་གི་ཅིག་བྱ་བ་ཡོག་ག་ཟིག་འགྲིག་རང་གི་ཚོ་གིར་རང་གི་ཅིག་དེ་ལ་ཁ་ཅིག་འབའ་ཚོ་ཟིག་དགོས་དེ་ས་མི་ད་ད་རོག་གི་ད་བཟིན་ནར་ཆེ་ལས་ལྔ་བཅུ་ཕྱིའི་དཀའ་གནོད་གི་རྣམ་གྲངས་འདི་འབྱུང་བ་ཡིན་ད་ལས་ད་རོག་གི་ཡོང་ནས། ང་ཡིན་གྱི་ན་འགོ་མ་འགོ་ད་ཚོ་གི་འགྲན་འདི་ར་འབྱུང་བ་ར་དེ་གུ་རི་ང་འགི་དི་རི་མི་མཐོ་རིས་ད།

མར་གི་སྟེང་འོག་གི་དུམ་བུ་ཚད་རིམ་གཟུགས་ཐུང་ཡོད་ནི་མ་རེད་ཡིན་ཡང་ང་ཡང་ང་རང་གི་ཚོད་ཀྱི་གནོད་ཤུགས་གཟུགས་ཐུང་གཟུགས་ཡོད་ནི་རེད་རྒྱུ་མཚན་གཙོ་བོ་ད་རང་གི་རང་ཕ་མ་ར་རང་གི་མི་རིགས་ར་འདིའི་ཡུལ་ཕྱོགས་ཀྱི་མྱི་གི་རང་གི་ད་རྒྱབ་སྐྱོར་དེ་ཡིན་ན་ད་ད་གཟོད་རང་གི་ཅིག་སེ་མ་ད་ཅིག་འགྲན་འདར་གི་ཁྲོད་ནས་ཨོ་ང་ཡིན་ཞིང་མྱི་ནར་ཁི་ད་ཕ་མི་གཉིས་འཛིན་རྒྱལ་གི་བཟོ་འདུག་གི་གནོད་ཤུགས་དེ་ད་ང་རང་གི་རང་གི་བྱུང་ནང་གི་མགོ་མྱི་སྐྱི་མོང་གྱི་འགྲན་འདར་ད་ནང་རིའི་འགྲན་འདར་གྱི་རང་ར་དེའི་གནོད་ཤུགས་དེ་འོག་གི་བྱུང་རང་གི་འོག་གི།

རེད་ད། ཆེ་ཆུང་གཉིས་ལ་འགྲན་བསྡུར་ར་ཞིག་གོ་རེ། ཞིང་ཆེན་རིམ་པ་རྒྱལ་ཁབ་རིམ་པ་གི། རང་སྡེ་རྩེ་པ་གྲགས་ཅན་གྱི་ནང་གི་གསལ་ཡིག་འཇོག་འོག་གི་རེད་དེ་དང་ན་སོང་ན་དགའ་རྟགས་ཐོབ་མི་ཐོབ་གཉིས་ཀ་འོག་གི་རེད་ད་ཁོར་ཡུག་གི་སྒང་གི་སེམས་ཤུགས་ཀྱི་སྒང་གི་ད་འུ་ཚིགས་ཟེར་ནོ་ཨ་ལིས་ཀྱི་བ་ད་ཟེར་ནོ་ད་འུ་ཟུག་བཤད་སུ་རེད་ན་དེ་འཕྲོ་ད་ཆ་རྐྱེན་གང་མང་ཟིག་གི་སྒང་གི་ད་བ་ནི་མ་ནི་གཉིས་ཀ་འོག་གི་དེ་ཡིན་ཟིག་ག་ད་རེ་བ་ཆེ་ཆེ་བྱུས་དང་ན་ར། སྡིག་ར་རང་གི་རང་ཉིད་ཀྱི་སྐྱོགས་འབའ་བརྩོན་ཡི་དང་ནི་གལ་ཏེ་མ་ཨ་ན་ར་ད་ཡང་ཁར་ཁར་གི་གུ་མུར་གུ་ཤལ་གི་རི་ད་གུ་ཡང་གི་འདི་ཤིག་ཟིག་ད་དགོ་གི་ཡ་རེ་ལ་ཟིག་ར་རེ་དེའི་ཕྱོགས་ཅིག་མི་བྱེད། ད་ངུ་ཚོད་ད་ཟིག་ན་རང་གི་ཚོད་གི་འདི་ནས་ཅིག་ད་ལི་སོང་ས་ལི་ཤ་ཁྲག་དི་ངེ་ངེ་དེ་ཧ་ར་འཇའ་ཡི་ད་ལི་སོང་ཡི་ཤ་ལ་ཡི་རང་རང་གི་ཚོད་གི་དེ་ཅིག་རང་གི་དེ་འབའ་བརྩོན་རྒྱག་གི་ནི་དྲ་ཡིན་ཡང་དེ་རྒྱལ་ཕམ་དི་ཡོད་ནི་རེད་ན་དེ་ཁོ་གི་རྒྱལ་ཕམ་གང་བྱུང་རུང་ཨ་ཆོ་ཅིག་རང་གི་སེམས་ཀྱི་དེ་ཅིག་རྒྱབ་སྐྱོར་ཟིག་ཡོད་བཏང་ན་ཉིད་ཟིག་ཉིད་གཞན་པ་ང་རྒྱབ་སྐྱོར་ཡིན་ན་ཆོག་རྒྱབ་སྐྱོར་ཟིག་ཡིད་བཏང་ན་ད་ང་རྒྱབ་ཕུན་རྒྱལ་ནག་ཚང་མས་ཨ་ཚོས་ཚང་མ་མཉམ་དུ་དགའ་ཡིན་ན་ཆོག་དཔེར་ན་ཕམ་ན་ཨ་ཚོས་མཉམ་དུ་ངེས་ན་ཆོག་ཡིན་ཡང་ཕམ་ནོ་ཞིག་ནས་ད་ཅིག་གན་གི་མ་ཨ་ཚོ་གི་ཅིག་དེ་བྱས་ན་ད་ང་ཚོ་ན་དེ་ཅིག་དེ་མོ་ཨེ་ཟིན་ཟིག་མ་རེད་ད་ཁྱོད་ཕམ་ན་ཆོག་རྒྱལ་ན་ཆོག་ང་ཚོ་ཁྱོད་ནམ་ཡང་རྒྱབ་ན་ཡོད་ཟིག་གི་འདུག་སྐད་ཆ་དེ་ད་ང་ཚོ་ན་ད་ཆེས། ང་རང་གིས་སྒུལ་ཤུགས་ལ་སེམས་ཤུགས་སྟེར་ཚུལ་འདི་ག་ཆགས་ཚུལ་རེད། འཛམ་གླིང་ན་ཆེན་མོ་རླབས་ཆེན་གྱི་ལུས་རྩལ་པ་ཟེར་ན་མྱི་ཚེ་གང་རྒྱལ་ཡུལ་བདག་དང་ནི་ཁུར་བཙུགས་འོག་ནི་མ་རིག་ཤིག། བུ་སྤོ་ཁ་བ་ར་བ་མ་བ་ད་རེད། ངས་བལྟས་ན་འཛམ་གླིང་ན་ཆིག་ཁ་གྲངས་ནང་ལུས་རྩལ་པ་ར་ཚེ་སྐོ་ན་དང་འདྲ་འདུར་གང་གི་ནང་ན་རྒྱ་ནི་ཕམ་ནི་ཡི་གེ་ཡོད་གི་རེད།
ད་ངོས་ཚོ་མཚོན་ན་ཟིག་འཛམ་གླིང་ནས་ད་སྐད་གྲགས་ཆེས་ལེགས་སྲིད་པ་ཟིག་ཉང་ཀྱག་ཟིག་ཡིན་ན་ཆེས་ཐོག་མ་ལས་ཁིར་གི་ཕམ་ཁ་མང་ཟིག་སྲིད་ཡིན་ན་ད་གཟོད་རྒྱ་ཁ་ཐོབ་འདོད་དོན་མ་ཟིག་ལེགས་སྲིད་པ་གང་ཡིན་ན་ཆོག་གཙོ་བོ་ངོས་ཚོ་ལེགས་སྲིད་པ་ཡིན་ན་ཆོག་རྒྱ་ཕོན་གང་ཡིན་རུང་ཡོད་ན་ཆོག་ཟིག་དེ་ཁོ་གི་ཅིག་ཕམ་སོང་ན་དེའི་བཟའ་ཐུ་ར་ཅིག་ལེགས་གདའ་ཟིག་ར་དམ་དུ་ཡོད་ན་ངས་བལྟས་ན་ཅིག།

སྒར་དུ་ལས་ན་མ་འདུག་ནི་མ་རེད། རྒྱུ་རྐྱེན་གང་མང་ཟིག་གི་དབང་གིས་རེད། ས་ཡི་ཁོངས་ནོར་ག་ཡིན་ནི་རེད་ན། ད་གི་བཟོ་བོ་གི་བཤད་སྲོལ་ལྟར་ར་རྒྱུག་རྟ་རི་ག་ཡིན་ནི་རེད་ན། ངུ་ཆོས་ཀྱི་མ་ཐེ་ནོར་ག་ཡིན་ནི་རེད། ད་དེ་རིང་འདི་ཁ་བརྡ་ཡིས་བཏང་ན། ཉི་སྲིན་ཚང་མ་བྱིས་མ་ཡིན་ནི་རེད་ཚང་མས་གི་ཡང་གི་འདི་ཤི་ཡོད་ནི་རེད་རེད་ལ་ཟེར་ར་ལ་ལ་གི་ཨ་ཤི་རི་ཀོ་ཁུ་དབང་ཡོད་ཅུག་མང་སོང་བའི་དེ་གོ་ནི་ར་ཡིན་ནི་རེད་གོ། ཚང་མ་ཆི་ཆོས་ཀྱི་གནོན་ཤུགས་ཟིག་ཕྱིན་ནས་ཅིག། ཨིན་ཚང་གི་བྱ་བ་ལེགས་མིན་ནོ་ད་ར་ཡིན་ནི་མ་རེད།

དེའི་ཆེད་དུ་ངེད་ཀྱིས་ལོ་བཞི་ལྔ་གི་ལུས་ཕུང་དང་ཚེ་སྲོག་དང་སེམས་ཤུགས་ཡོད་ཚད་དེའི་ནང་བཏོན་དང་མི་རེད་ཟེར་ག་དེའི་ཕྱོགས་གཅིག་མ་བྱེད། ཚང་མ་གི་ངེད་ཚོས་བརྙན་འཕྲིན་འདྲ་དེའི་ནང་ནས་ད་རྒྱུག་དགོས་ནོ་ར་དགའ་རྟགས་ལེན་དགོས་ནོ་ར་བཅར་འདྲི་དགོས་ནོ་དེ་རིགས་དགའ་དགའ་སོ་སོ་ཡོད་དགོས་ནོ་དེ་རིགས་ག་ད་དེ་ཡག་ན་ཡང་མི་རིགས་ནི་མང་བ་བཟོ་དགོས་ནོ་ར་ད་ངེད་ཁྱོད་ཚོ་སོགས་ཀྱི་ནི་རང་འདི་སྤྱི་ལ་ཉེ་ཤུ་རྒྱུག་དགོས་དགོས་ཟེར་ནི་མི་ནི།

ཁྲལ་ཕྱོགས་ཀྱི་སྐར་གྲངས་ར་གཞུང་ཕྱོགས་ཀྱི་སྐར་གྲངས་འདི་ཚང་མ་ལྟ་དགོས་ཀྱི་རེད་ལ་རེད་ར། ཧ་རེད། ད་ང་ཚོས་ལས་བསོད་པ་རྟགས་ཡིན་ན་ར་འདྲ་འདིར་གི་ལ་ཀི་ནས་ཡིན་ན་ཆོག་གི། འདྲ་འདིར་བྱང་རྐྱང་ཙམ་མ་ཡིན་པར་ད་ང་ཆིས་འདྲ་ཡ་ར་བཟླ་དགོས་ནི་དུས་ཚིགས་ལ་ར་ར་བཟླ་དགོས་ནི་དུས་ཚིགས་ཏྲ་འདྲ་ཡ་གཉིས་ཀ་ད་ར་བརྩོན་ལེན་འདྲ་མོ་ཡོད་ས་དགོས་ནི་ར་དི་ཡིས་ད་དེ་ད་ང་ཚོས་རྟགས་ཡིན་ན་ར་འདྲ་འདི་རེ་རེ་གི་དུས་ཚིགས། རྟ་མགྱོགས་ཀྱི་རྟགས་ཀྱི་ཡོ་ག་དེ་རྒྱུ་མཚན་སོགས་རྣམ་ཤེས་ཀྱི་དེ་ར་ཡང་ཆ་རྐྱེན་འདྲ་དེ་ཤུགས་རྐྱེན་ཡོ་ག་དེ་ཁོ་གི་རྣམ་ངོ་ལྔ་ཀྲི་དེ་ར་མགྱོགས་མ་ཐུབ་ནས་རྣམ་ངོ་གཅིག་སྲིད་ན་ཡང་མགྱོགས་པ་ཡིན་རྒྱུ་ཐུབ་ནས་དང་བོ་ཡ། གར་སི་ཆུ།
རྒྱལ་ཁབ་རིམ་པ་ཡི་ན་ཆོག་གི་ཞིང་ཆེན་རིམ་པ་འདིའི་རི་ཁག་རི་ཀི་ནང་འོ་ལ་སོང་ར་ར་དེའི་ནང་ན་ཉོན་སྣ་མ་སྣ་ཚོགས་ནི་རེད་དོ་བདག་སྣ་མ་སྣ་ཚོགས་ནི་རེད་རྒྱུག་རྒྱུག་ཁུ་རུ་ཆིན་བདག་དགོ་ནི་དུ་མོ།

ཉིས་སྟོང་བཅུ་གཉིས་ལོ་གི་ལོན་ཏོན་ཨོ་རྩི་འདྲ་མཚོ་དུས་ཐོག་བ་སོང་ནས་འགྲན་ར་ནང་ཐོན་ནས་ཀ་ར་ཆུ་སྐབས་དེ་སེམས་ཁམས་ཆེན་པོ་ཟེར། ང་ཆུ་ནང་ཉིན་གསུམ་ཞིག་ཟིག་ཉིན་གསུམ་གི་ནང་ནས་རང་ང་བོད་རིགས་ཞིག་མང་བོ་ཡིན་ནར་མོ་ད་ཚོད་སྐོར་ཨང་གསུམ་པ་ཨང་གསུམ་པ་ཡིན་ནར་དེ་གས་སོང་ཟིག་མང་ང་ཟིག་གི་ང་ད་ར་ཟིག་མི་ཤི་ནུ་ཁུག་གི་ཡང་རེ་བ་ད་ར་ཟིག་ཆུ་མེད་ཁ་དེ་ཁུག་གི། ད་ཚིག་ཁོ་ནར་ཞིག་གཡེང་མོ་གཡེང་མོ་ཟིག་རེད་ད་ང་རྒན་གི་སེམས་ནས་ད་བ་སོང་ན་བ་སོང་མ་བ་ན་མ་བ་ལར་ད་ང་རང་གི་ཚིག་སོང་ཨོ་རྩི་འདྲན་ཚོགས་ནང་ཞིག་དང་དེ་ཁོས་ང་རང་གི་ཧྲ་ལ་ཡིས་དང་ན་ད་བ་སོང་ན་བ་སོང་མ་བ་ན་མ་བ་ལར་དུ་རི་ད་ནོ་ཤུག་དུམ་ཆེ་ཆེ་ཟིག་མེད་ཁི། ང་རང་གི་འདི་གི་འདག་འཇམ་ན་ར་ད་རུ་བསུ་མ་ཤིག་ཟིག་རེད་གཞིག་གི་གཉའ་སུམ་པ་མོ་བོ་ར་དང་བོ་མོ་བོ་དིར་དང་ན་ཤིག་གཉའ་སུམ་པ་མོ་བོ་ཤིག་གི་ནོ་ཤུག་མང་མང་ཟིག་ཡོང་ནོ་དུ་ད་ང་རང་གི། སེམས་ནི་ར་ཚོད་གང་ལ་གནོད་ཤུགས་དུ། རྒྱུ་རྒྱུ་མང་སོང། རྒྱུ་རྒྱུ་མང་སོང་ངས་ཚོད་གང་ལ་ད་གཏང་མ་ཐུབ་ཟེར་གོ་ན་དྲ་གནོད་ཤུགས་ད་གཏང་མ་ཐུབ་པ་ད་ཞིག་རང་གི། ད་ལུས་ཕོང་བ་ཞིག་གནོད་ཤུགས་ཙི་ཙི་ཡོད་ཁི་ཏིག་གཏང་ད་འདྲ་འདི་དྲ་དེ་ཡིན་ན་ར་ད་ད་གཏང་ད་ངས་ཅིག་བ་དགོ་ངས་ཅིག་གླང་དང་ཡོ་ཅིག་འཇོ་དགོ་དུ་མོ་གི་གནོད་ཤུགས་ཆེ་རྒྱུ་མང་སོང་ངས་འདྲ་འདི་གི། འཆར་གཞི་ནི་འགྲོ་སྐྱོད་དུ་ངེས་ད་བྱུང་བསླབ་པ་བླངས་ན།
སེམས་ཁུར་མ་བྱས་ཀྱི་སེམས་ཁུར་མ་བྱས་ཀྱི་གནོད་པ་ཤུགས་ཆེན་ཐེབས་སོང་ནི་རེད། ཞེས་དེའི་གནོན་ཤུགས་ཀྱི་མཐོང་ཚུལ་རེད། ངི་ཆོ་འགྲན་ཟླར་གོ་རེ་ད་རང་གི་བསླབ་པ་ནང་ན་ད་དུས་ཚོད་ཀྱི་ལྟར་དེ་གི་རང་གི་རང་གི་ཅིག་འགྱོད་རྒྱུ་ཟིག་ཡོད་ཁོམ་ད་ཚུགས་ཀྱི་ད་རེ་ད་གནས་ཁུག་འཐོར་སོང་ངི་ད་ཆུ་སོང་ཆུ་སོང་ད་བྱུང་ཚུལ་འཛུ་ཟིག་ནམ་ཞིག་ད་ཅིག་དུམ་བུ་དུ་ཟིག་མ་རོ་བ་ཚོང་ནི་དུམ་བུ་རེད། ད་ཕྱིན་ཡང་མཚོན་གྱིས་ན། ད་འགྲན་འདི་རིགས་ནས་ད། མཐར་ཐུག་ད་ཐོན་ལ་ཡོད་གི་རེད་ད། དངོས་གནས་ཉེ་ཁར་གཟུགས་གནས་སྟངས་རེ་རང་གིས་ཤེས་གི་རེད་ས་དང་ས་ཡིན་ན། དངོས་གནས་ཉེ་ཁར་གཟུགས་གནས་ད་ཚང་མ་ཞིག་རྒྱུ་ཅིག། འགྲན་འདི་ར་ཞིག་རྒྱུ་ད་བ་གི་ཅིག་ཉེ་ར་གཉིས་སྟོང་ཤིང་གསོ་བོ་ཡིན་ས་གོ་ནོ་ད་ཨོར་གི་སྐ་ཆག་ཟིག་རིག་བ་རོ་གསོ་བོ་ཞིག་བཏང་ན་ད་དགའ་རྟགས་ཐོབ་རྒྱུ་ད་ཨང་སྟོང་བོ་ལེན་རྒྱུ་གསོ་བོ་ཧ་ནས་གི་ད་རྩོད་གོ་གི་རེད་ཡིན་ན་ཡོག་པ་བཤད་ཀྱི་མེད་གི་རེད་ཞིག་བཏང་ས་རེད་ད་མཐར་ཐུག་ད་ཨུ་གཟུགས་དངོས་གནས་ཉེ་གཅིག་ཉེ་གཉིས་ཡོད་གི་ད་གི་ཟིག། ད་ཧི་ན་ར་དེ་རང་ད་མཐར་ཐུག་ད་རང་ཧི་རི་ཡི་ལ་དང་དུ་འདོད་ཀྱི་ཡོད་གི་རེད་ད་ཁྱེད་ཀྱི་ཆི་ལིག་ནི་ད་རྒྱུན་དུ་སྐྱེ་ངེས་མི་ད་ཧྲི་ངེས་ད་ནི།
ད་ཁྱི་བཞུགས་མ་བཞུགས་མ་བུ་རུ་བཞུགས་མ་ད་བ་གི་མེ་དྲི་བརླབ་པ་ར་ཚུ་སྐོན་ད་སེམས་ནི་ཚུ་སྐོན་ནི་ད་རང་གི་ཧ་མ་ཨང་དང་བོ་ཡིན་གྱི་རེད་ད་ཨང་ད་ང་རྒྱ་མ་གི

སྐུ་ན་རྟ་ནི་མི་མཐོ་རིམ་གྱི་འདྲ་འདྲ་ཟེར་ན་ཚང་མ་ད་འདྲ་འདྲ་ཏག་ཏག་ཡིན་ནོ་ཡིན་ན་ཚང་མ་གསེར་སོན་ཏག་ཏག་རེད་དེ་ལྟ་ན་ད་ཁེ་རེ་ཀྱི་ཐོག་ཉིན་མང་ཤོར་ཐུབ་ནི་མ་རེད་སྐབས་དེ་ད་ཆོལ་གསུམ་ཟིག་ར་སྙིང་སྟོབས་ཟིག་འདྲ་འདྲ་རེད་དགོས་སྙིང་སྟོབས་ཟིག་ར་སྐབས་དེ་སུས་སྐར་ཆ་ཐུང་ཐུང་གི་དེ་ནང་སུས་སྙིང་སྟོབས་སྐྱེ་ཐུབ་དགོས་དེ་སུས

ཆུང་ཕྱོགས་ཀ་འདར་ཀ་རང་གི་སྐད་ཆ་རིགས་གཅིག་མི་བཤད། ད་ང་རང་གིས་འདི་ན་ལོ་གཅིག་སུ་མ་སྦྱོང་བ་ཡི་དང་ཟིག་རེད་དུག་དང་ན་ད་ལོ་ར་གཅིག་ག་ཐོན་འདུག་གི་བྱུང་གི་ཡིན་ན་ང་རང་གི་ད་ཚིག་སྐོར་ནི་ལྟ་བྱུང་གི་ནི་ད་དོ་ཚིག་ནི་ལུས་དང་བྱུང་དམའ་ཧྲོ་ཡ་ཟིག་དང་ཟིག་གི་འདང་རྒྱུ་བོ་མོ། ཚིག་སྐོར་ནི་རང་གི་སྟག་ག་ན་ཡང་ད་བར་རྗེ་བཙུན་པ་ཟིག་མེད་ཁ་དུས་ཁོ་གི་རང་གི་ཡང་ཚིག་སྐོར་ནི་དེ་ར་ཟིག་གཏང་མི་ཐུབ་ནོ་དུག་དང་ན་ད། ང་རང་གིས་མཚོན་ན་ད་ལོ་གཅིག་དམའ་ཧྲི་དང་ཡི་ཧོང་ངོས་ཆུ་མོ་ཟོར་གཅིག་དེའི་ཧྲ་ན་ང་རང་གིས་ན་ཚོད་སྐོན་མུ་མཐུད་དུ་ཧྲ་ལ་ཡི། ད་རྒྱུས་འབྲུས་པ་ཆུང་ཆུང་ཆ་བོ་ད་བར་འབྲུས་པར་ཧྲ་ན་མི་ཧྲ་ན་ཚང་མ་སེམས་གི་རྒྱབ་སྐྱོར་དྲ་སེམས་གི་གུ་ཡངས་སུ་སྒོར། ད་ང་རང་གིས་མཚོན་ན་ད་རང་གི་གཞུང་རིག་པ་ཟིན་ན་ཆོག་གི་རང་གི། ན་རྫ་ཟེར་ན་ཆོག་གི་རང་གི་སློབ་གྲོགས་ཚོའི་གི་ནང་གི་ཅི་རང་གིས་ད་སྐབས་ཅིག་རྒྱབ་ཀྱི་མཉམ་དུ་ཡོང་ནོ་ངན་ན་ཅིག་སྔོན་ཞིབ་པ་འདྲ་མོ་ཟེར་གི་ནི་དུ་མོ་ཟེར་གི་ཡིན་ནི་ཆ་ནས་ང་རང་གི་ཅིག་བོད་ཀྱི་ནག་གཞོན་པའི་སྡེ་ཟེར་ན་ཆོག་གི་རང་གི་ཁ་ཡ་ན་རྫ་ཟེར་ན་ཆོག་གི་སྐད་ཆ་ཟེར་ག་ཅིག་ཐུང་ཐུང་ཟིག་ཟེར་གི་ནི་ན་རེ་བ་ཟིག་རང་ཟིག་རྒྱག་གི་ཡོད་གི་ཆི་ཟིག་རེ་ཟིག་བཏང་ན་ད་ཁྱོད་བོད་ངའི་ད་གྲངས་མྱོང་མ་རིག་རེད་ན་དེ་བཏང་ན་རང་གི་རང་རང་ས་ནས་རང་རང་གི་བྱ་བ་གི་ར་ཤ་ཆུ་སྲིན་ལ་ཕྱོགས་པ་རང་རང་ས་ནས་ཅིག་རང་གི་བྱ་བ་གི་ཐོག་ནས་ཤུགས་རྒྱལ་བས་རང་རང་ས་ནས་བརྩོན་ལེན་ལས་ཅིག་ཆེ་ས་ནས་རྒྱལ་ཁབ་ཆུང་ས་ནས་རང་གི་མི་རིགས་རང་གི་སྡེ་བ་དེ་ན་ཆོག་རང་རང་ས་ནས་ཅིག་དེ་ཅིག་ཞབས་འདེགས་རེ་ཞུ་རྒྱུ་དེ་ཅིག་དུས་ཚོད་གི་ཅིག་དེ་ཅིག་ནུས་བ་གཟིགས་གྲུབ་ཐུབ་རྒྱུ་གི་ཉེས་གཟིགས་ཉན་རྒྱུ་ད་ངས་དེ་ན་གཙོ་བོ་རེད། རེ།
རྣམ་པ་གཉིས་ཀ་བཀའ་དྲིན་ཆེ། རེ། ཤི་གི་ཁབ་དང་ཡོག་ག་ཡི་ད། རེ། རྟ་མཁོ་རྣམ་པ་ད། ཨོ་རྩལ་འགྲན་ཚོགས་ལྟ་བུ་འདི་མོ་འགྲན་འདིར། ཆེས་ཆེར་གི་ཐོག་ནས་བདེ་རྩེ་པ་ཟིག་གི་སོང་བས་ནས་མཇུག་འབྲས་ཤི་རི་ཡི་ཡོག་པ་ཟིག་ལེན་རྒྱུ་འདི། རང་ཁུ་རུ་ཆེ་དུ་མ་རུ། ད། རྒྱ་ཁུབ་ཟིག་གི་སྙན་གྲགས་ཟིག་ན་ཆོག་གི། མི་རིགས་ཟིག་གི་གཟི་བརྗིད་ཟིག་ན་ཆོག་གི། ཡང། བདེ་རྩེ་པ་སྒེར་གི།